ཏྲེ་སི་ལེ། ཨ་ནི། ད་ཆ་ཡར་རྒྱས་གཏོང་ཐབས་ཀྱི་ཐབས་ལམ་གཞན་པ་དེ་གར་ཆགས་པ་རེད་ཟེར་ན་ཚིག་གྲོགས་བཟོ་བ་གང་ཞིག་ལ་ཡང་ཚིག་གྲོགས་བཟོས་སྟངས་དེ་ད་གི་དུས་སྔོན་ལ་ཡིན་ན་མིང་གི་རྗེས་སུ་ཚིག་གྲོགས་བཟོས་སྟངས་དེ་རེད་བ། ད་ལྟ་དེ་གར་ཆགས་པ་རེད་ཟེར་ན་མིང་གི་སྔོན་ལ་ཚིག་གྲོགས་ཅིག་སྦྱར་བ་འོ་དེ་ཆགས་ཡོད་རེད། འདི་རྟོགས་བཟོ་ཉུང་བ་ཅིག་ཡོད་རེད་ཡིན་ན་ཡང་དེ་གལ་ཆེན་པོ་ཞུ་ཅིག་རེད། ཨ་གར་གར་ཆགས་པ་རེད་ཟེར་དུས་ཐོག་མ་དེ་བ་བོ་ར་ད་ད་དག་ཟེར་ཡ་ཅིག་ཡིན་པ་ཡིན་ན། ང་ཚོ། ཁ་བརྡ་མིག་བརྡ་སྤྲད་སའི་ཨག་གི་བརྡ་དེར་བ། ད་དེ་འདྲ་བའི་གི་བརྡ་དེས། བ་བོ་ར་ད་ད་བརྡ་རེད་ཟེར་གཅིག་པུ་བཞག་བ་མ་ཡིན་པ། བ་བོ་ར་ད་ད་བརྡ་ཟེར་མཁན་དེ་ལ་ཡང། ཚིག་གྲོགས་མང་པོ་སྦྱར་བཅོས་དེ་ཞུ་རྒྱུ་གལ་ཆེན་པོ་རེད། ད་དེ་སྒང་ལ་འོག་ལ་མ་སྦྱར་ཡར་བ། བ་བོ་ར་ད་ད་བརྡ་ཟེར་དུས་ཙམ་པ་ལ་ཁ་གི་ཐོག་ནས་བརྡ་སྤྲད་ཡ་དེ་ལ་ཡང་ཁ་བརྡ་ཟེར་གི་རེད། རེད་བ། དེའི་ཞུ་སྐུལ་དེ་ལ་མིག་གི་ཐོག་ནས་བརྡ་སྤྲད་ཡ་དེ་ལ་ཡང་མིག་བརྡ་ཟེར་གི་རེད།

གར་སོགས་དགོད་སྒྲ་སྦས་ནས། ཁ་བརྡ་བྱས་མིག་བརྡ་བྱས་ལག་བརྡ་བྱས་དྲིལ་བརྡ་བྱས་ཅོང་བརྡ་བྱས་ཉན་བརྡ་བྱས་ཡང་གཅིག་གཞན་གཅིག་ལ་ཡང་སྐུལ་བར་བྱེད་པའི་བརྡ་ཡིན་ན་ནི་སྐུལ་བརྡ་ཟིག་རེད། འོ་ཐུགས་ཆེ་ནས་ལབ་ཡོང་དུས་བོ་བོ་རི་དྭགས་དང་བརྡ་ཞེས་པའི་གི་མིང་ཚིག་འདི་དང་མཉམ་འདོགས་ལ། ཁ་དང་མཉམ་འོང་དུས་ཁ་བརྡ་དང་མིག་དང་མཉམ་འདོགས་སྦྱར་འོང་དུས་མིག་བརྡ་དང་ལག་པ་དང་མཉམ་འདོགས་སྦྱར་འོང་དུས་ལག་བརྡ་དང། དྲིལ་བུ་དང་མཉམ་འདོགས་སྦྱར་འོང་དུས་དྲིལ་བརྡ་དང་ཅོང་དང་མཉམ་འདོགས་སྦྱར་འོང་དུས་ཅོང་བརྡ་དང། ཉན་ཁ་དང་མཉམ་འདོགས་སྦྱར་འོང་དུས་ཉན་བརྡ་དང་སྐུལ་བ་དང་མཉམ་འདོགས་སྦྱར་འོང་དུས་སྐུལ་བརྡ་ཟེར་ཆེ་ནས་ལབ་ཡོང་དུས། བ་འོ་ར་ད་ད་ད་ཞེས་པའི་གི་མིང་ཚིག་ད་ག་རང་ལ་ཡ། ཁ་བརྡ་མིག་བརྡ་ལག་བརྡ་གྲི་བརྡ་ཅོང་བརྡ་ཉན་བརྡ་སྐུལ་བརྡ་སི་བྱས་ནས་མང་པོ་ཞིག་གི་མཉམ་འདོགས་རྒྱག་ཐུབ་ཨེ་གི་རེ་བ་ཡོད་རེད་འདི་ག་རེ་རེད་ཟེར་དུས་བརྩམས་པ་ལ་ཚིག་གྲོགས་བཟོ་བ་རེད་ཚིག་གྲོགས་སུ་མཉམ་འདོགས་ལ་ཚིག་ག་རེ་མཉམ་འདོགས་ལ་ཚིག་གྲོགས་བཟོས་པ་རེད་ཟེར་ན་བ་འོ་ར་ད་ད་ད་ད་མཉམ་འདོགས་ལ་ཡ་ཁ་བརྡ་མིག་བརྡ་ལག་བརྡ་གྲི་བརྡ་ཅོང་བརྡ་ཉན་བརྡ་སྐུལ་རྒྱག་པ་ལ་བརྟེན་ནས་ཁ་བརྡ་མིག་བརྡ་ལག་བརྡ་གྲི་བརྡ་ཅོང་བརྡ་ཉན་བརྡ་སྐུལ་བརྡ་འདི་ཆགས་གི་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་འདི་ཞུ་གཅིག་གལ་ཆེན་པོ་ཆགས་གི་ཡོད་རེད་ད་ག་ནང་བཞིན་གི་དཔེ་མཚོན་རྙིང་པ་འདྲ་བོ་ཅིག་གཅིག་ཞུས་པ་ཡིན་ན

རེད་བ། ད་ག་ནང་བཞིན་གྱི་མི་གཅིག་ལ་ཡ་གྲུ་བ་ཉམས་ལེན་ཞུ་བྱས་ནས་དམིགས་བསལ་གྱི་ནུས་པ་འགྲོ་པོ་ཞིག་སྟོན་ཡོད་པ་ཡིན་ན་དེ་ལ་ག་རེ་ཟེར་གྱི་རེད་ལབ་ཡོང་དུས་གྲུབ་རྟགས་ཟེར་གྱི་རེད། རེད་བ། ཨ་ནི་ད་ག་ནང་བཞིན་གྱི་མི་དེ་ལ་ཡ་གཅིག་ན་བྱས་ནས་གཅིག་ན་ཡ་གི་རྟགས་ཟེར་བ་རེད་བ Symptoms འདྲ་བོ་དེ་འདྲ་ཡོད་པ་ཡིན་ན་དེ་ལ་ག་རེ་ཟེར་གྱི་རེད་ཟེར་ན་ནད་རྟགས་ཟེར་གྱི་རེད། འོ་ཡ་ཇི་འདྲའི་བྱས་ནས་ར་ད་ད་ད་ག་ཟ་རྟགས་ཟེར་ཡ་གི་མིང་ཚིག་ད་ག་རང་ལ་ཡ་ཨ་ནི་ཁ་སུ་རེད། མཚོན་ཡང་དང་མཉམ་རྡོ་རྗག་འོང་དུས་མཚོན་རྟགས། རྒྱལ་ཁབ་ཅིག་གི་མཚོན་རྟགས་ཟེར་ཡ་རོ། ཨ་ནི་ཡང་གཅིག་གི་དཔང་པོ་དང་མཉམ་རྡོ་ལ་རྒྱག་འོང་དུས་རྩམ་པ་ལ་དཔང་རྟགས་ཟེར་ཡ་རོ། གྲུ་པ་དང་མཉམ་རྡོ་རྒྱག་འོང་དུས་གྲུབ་རྟགས་ཟེར་ཡ་རོ། ནས་དང་མཉམ་རྡོ་རྒྱག་འོང་དུས་ནས་རྟགས་ཟེར་ཡ་སོགས་འདྲ་བོ་དེ་འདྲའི་ཆ་ཡོང་དུས། ར་ད་ད་རྟགས་ག་ས་རྟགས་ཟེར་ཡ་གཅིག་པོ་དེ་ལ་ཡང་མཚོན་རྟགས་དང་དཔང་རྟགས་དང་གྲུབ་རྟགས་དང་ནས་རྟགས་འདི་དཔེ་མཚོན་ཙམ་གྱི་རེད། འོ་ཡ་དེ་འདྲས་ཀྱི་མཚོན་པའི། མང་པོ་ཞིབ་ཅིག་ང་ཚོ་སྦྱོང་བརྡར་བྱས་ཡོད་པ་རེད་དེ་འདྲས་ཡིན་ཙང་རང་གི་སློབ་ཕྲུག་དེ་གས་དེ་ལ་ངེས་པར་དུ་ད་དེ་འདྲས་ཀྱི་སོ་འདྲ་བའི་མིང་ཚིག་ཁ་ཆེ་ཅིག་བསྒྲགས་སོང་ན། དེ་གས་དེ་ལ་ཡང་སྔོན་ལ་ཡང་མིང་ཚིག་འདྲ་མི་འདྲ་སྦྱར་བཅུག་ནས་འོ་ཡ་མིང་ཚིག་ཕྱུག་རུ་བཏང་ཡ་དེ་ཞིབ་ཅིག་གལ་ཆེན་པོ་རེད་དེ་ག་ག་འདྲས་སུ་ཕྱུག་པོ་ཆགས་ཡོད་པ་རེད་ཟེར་ན་ར་ད་ད་རྟགས་ག་ས་རྟགས་ཟེར་དུས་ཙམ་པ་ལ་རྟགས་ཡང་དག་ཟེར་ཡ་གི་རྟགས་དེ་རེད་དེ་གཅིག་པུ་གཅིག་ལབ་བྱས་ནས་བཞག་པ་མ་ཡིན་པ།

ག་ཅི་ནས་ཁྲིད་ཀྱི་ཡོད་མ་རེད་ཟེར་དུས་ར་ད་ད་ལྟ་ག་ས་ལྟ་བསླབ་པ་ཉིན་བསླབ་བའི་གི་དུས་ཚོད་དེ་ནས་བཟུང་སྟེ་ཨ་ནེ་པད་དུ་ཁོ་ལ་ཡ་ཚིག་གྲོགས་མང་པོ་ཞུ་ཅིག་བསླབ་པ་ཡིན་ཙང་དེའི་བཀའ་དྲིན་ལ་བརྟེན་ནས་ཁོ་པས་ད་ཆ་དེ་ཚོ་ཕན་ཚུན་མ་འཁྲུག་ཡ་གི་རེ་བ་ཆེན་པོ་ཞིག་རག་ཡོད་རེད་དེ་འདྲ་ཡིན་པ་ཡིན་ཙང་པུ་གུ་དེ་ལ་ཡ་ད་ཆ་ཡར་རྒྱས་བཏང་ཡ་དེ་ལ་ཡ་ཚིག་གྲོགས་བཟོ་བཅུག་ཡ་དང་ཚིག་གྲོགས་བཟོ་སྟངས་དེ་ལ་ཡ་ཚིག་གྲོགས་མིང་གི་རྗེས་སུ་ཚིག་གྲོགས་བཟོ་ཡ་གི་གཅིག་དང་མིང་གི་སྔོན་ལ་ཚིག་གྲོགས་བཟོ་ཡ་གཉིས་པོ་དེ